ཨོ་བཀྲ་ཤིས་བདེ་ལེགས། ཨ་ནེ། དེ་རིང་ངས་ནང་བསྟན་དཔེ་ཚོགས་བལྟས་ནས་སམ BDRC གི་དྲྭ་ཚིགས་གསར་པ་གི་ནང་ནས་ཨ་ནེ་ཡི་ཡི་གེ་རྐྱང་པ། ཡིག་རྐྱང་གི་རིགས་དེ་ཕབ་ལེན་དང་དཔེ་ཀློག་བྱེད་སྟངས་ཀྱི་སྐོར་ནས་ངོ་སྤྲོད་ཅིག་ཡིན། དང་པོ་དེ་དྲྭ་ཚིགས་ཀྱི་ཁ་བྱང་དེ་འདི། Library dot BDRC dot IO ཟེར་བ་དེར་ཏིག་གང་ལ་བྱེད་སྣོན་པ་ཡིན་ན་འཆར་ཡོང་གི་འདུག། ཨོ་དེ་དྲྭ་ཚིགས་ཀྱི་སྐད་ཡིག་དེ་ཨ་ནེ་ཡིན་གྱི་རེད་འདུག་ང་ལ་བོད་ཡིག་གོ་གི་འདུག། དེ་ཅི་དེ་ནི་དཔེ་ཆ་འཚལ་ས་གི་ས་ཆ་དེ་འདི་ན་འདུག་ཨ། དེ་འདྲ་ཡིན་དུས་ན་ང་འདི་ལ་འདེམས་ཁ་གཅིག་ཡོད་རེད་དེའི་ནང་ནས་ང་ལ་བརྩམས་ཆོས་ཟེར་བ་དེ་དགོས་གི་ཡོད་རེད། དེ་འདྲ་ཡིན་དུས་ན་དེ་ཅི་དེ་ནི་བོད་ཡིག་ནང་འཚལ་དགོས་གི་ཡོད་རེད། ལོ་གསར། འཇུག་ངོགས་ཟེར་བ་དེ་ཅི་འཚལ་གི་ཡོད་དེ་ནི་ཨན་ཁྲིར་ཟེར་བ་ཅིག་ནས་ན་འཚལ་ཡིན་གི་རེད། དེའི་ནང་ནས་ད་བརྩམས་ཆོས་ཟེར་བ་དེ་ནང་ཚན་དེ་ནང་བཙན་འབྲི་རིགས་མ་འདྲ་བ་ཉི་ཤུ་རྩ་ལྔ་ཅིག་ལྷན་འདུག་དེའི་ནང་ལ་ད་ང་ཚོ་གི་རྩོམ་པ་པོ་དེ་མི་རྒན་བསམ་འཕེལ་སེང་གིས་བརྩམས་པའི་ལོ་གསར་འཇུག་ངོགས་གོ་གི་ཡོད་རེད་ཡིན་ན་ཡང་འདི་ནང་ལ་ལོ་གསར་འཇུག་ངོགས་ཟེར་བ་གི་རིགས་མིང་ཡོད་ཡོད་ཚད་ཚང་མ་ཚད་རང་འདུག་ཨ། རྩོམ་པ་པོ་རིགས་འདྲ་མིན་སྣ་ཚོགས་ཀྱི་ཡོད་འདུག་དེ་འདྲ་ཡིན་དུས་ན་ད་ང་ཚོ་འདི་ནང་ལས་སླ་པོ་ཡོད་རེད་ནི་རྩོམ་པ་པོ་འདེབས་བཞག་པ་ཡིན་ན། ཨ་འདི། ཨ། དམུ་དགེ་བསམ་གཏན་ཟེར་བ་ཅིག་འདུག་ཨ། དེ་བསམ་པ་པོ་ཁོང་གཅིག་པུ་འདེམས་ཤོག་ཨ། ཡིན་ན་དེ་ནི་དམུ་དགེ་བསམ་གཏན་གྱི་བརྩམས་ཆོས་སྐྱུར་པོ་མ་དག་སྦྱངས་པ་དེ་ཚོ་ཁྱོན་ནས་ལེགས་དགོས་ཡོད་མ་རེད། དེ་ནི་ད་ལྟ་ང་ཚོ་གི་འདི་མཚམས་ནས་ངེས་དགོས་བ་ཅིག་ལ་ཨ་ནི་ང་ཚོ་གི་ཡིག་སྐད་སྤྱངས་པ་དེ་ཚད་ཡོད་ས་དེ་ཚད་དགོས་དེ་ནི་དཔེ་ཆ་ཚང་མ་ལ་ཡིག་སྐད་སྤྱངས་པ་ཡོད་པའི་ངེས་བ་ཡོད་མ་རེད་དེ་འདྲ་ཡིན་དུས་ན་ཅིག་ལྟ་བ་ཡིན་ན་འདི། ལོ་བསམ་གྱི་ངག་གི་བཙན་འབྲིད་དང་པོ་དེ་ལ་ཡིག་སྐད་སྤྱངས་བ་འདི་འདི་ལ་ཤེར་པར་གྱི་བཟོ་པར་གྱི་བཟོ་ལྟ་ཅིག་དང་ཨ་ནི་ཀློག་ལེགས་བཟོ་ལྟ་ཅིག་འདུག་ཨ་ཀློག་ལེགས་བཟོ་ལྟ་དེ་ཡིག་སྐད་སྤྱངས་པ་ཡོད་ཟེར་བ་དེ་གི་དོན་དག་རེད། ཨ་ནི་འདི་ཨོག་མ་དེ་ལྟ་བ་ཡིན་ན་ཡིན་པར་སྐྱོང་བ་མ་གཏོགས་འདི་གློག་ཀླད་བཟོ་ཐབས་མེད་དུས་ན་དེ་ལ་ཡི་གེ་སྐྱོང་བ་མི་འདུག་ཟེར་དགོས་རེད་དེ་འདྲ་ཡིན་དུས་ན་ང་ཚོས་ངེས་བར་དུ་དེ་ལ་ལྟ་དགོས་ཀྱི་ཡོད་རེད། དེ་ནི། དང་པོ་དེ་ལ་ཡི་གེ་སྐྱོང་པ་ཡོད་དུས་ན་ང་ཚོས་དེ་ལ་ཅི་ཡོད་ནས། འོ་དེ་འདྲ་ཅི་ཡང་ཡིན་ན་འདི་ནི་ཁོ་རང་དང་པོ་དེ་ལ། དཔེ་ཆ་རིགས་མ་འདྲ་བ་ལོ་བསམ་གྱི་དངོས་ཡོད་ས་ཁུལ་དཔེ་ཆ་རིགས་མ་འདྲ་བ་དཀྲུགས་བཞིན་འདུག་ཨ་དེ་འདྲ་ཡིན་དུས་ན་ང་ཚོ་སྟོང་པོ་དེ་དགོས་ཀྱི་འདུག།

ཨ་ཨ་དེ་འདྲ་བྱས་རྗེས་སོ་སོ་ཕན་ཐོགས་ཡོད་ན་བེད་སྤྱོད་གཏོང་ཆོག་གི་ཡོད་རེད་དེ་འདྲ་བྱས་རྗེས་ད་འདི་སུ་ཚོགས་མ་ཡི་གེ་རྐྱང་པ་རེད་དེ་ནི་ཤོག་ངོས་རེ་རེའི་དང་རེ་རེའི་སྤྱི་ནི་ལྟ་ཆོག་གི་ཡོད་རེད་ཨོ་དེ་འདྲ་གཅིག་རེད། དེ་དང་མཉམ་དུ་ད་ཁྱེད་རང་གི་ཁ་ཤས་ཡི་གེ་ཁ་ཤས་ཆད་དེ་ཡོད་པ་རེད་དེ་འདྲ་ཡོད་དེ་འདྲ་ཁྱེད་རང་གི་ཤེར་པར་ནང་ནས་ག་རེ་རེ་ཡོད་ལྟ་དགོས་ལ། ད་མ་མ་དཔེ་ཁོ་རང་དང་མཉམ་དུ་ལྟ་དགོས་གི་ཡོད་པ་ཡིན་ན། འདི་ན་ཤེར་པར་སྟོན་ཟེར་ཡག་གི་འདུག་འོ་དེ་གང་ལ་བྱེད་ན་བས་ན་ནི་ཤེས་པ་ཁོ་རང་སྟོན་དགོས་རེད། འདི་དགོས་ན་དང་པོ་ཤོང་བ་འགྲོ་ཙམ་བྱས་པ་ཟེར་གྱི། ཨ་ནི་གར་ཆག་དང་པོ་ཤོང་བ་འགྲོ་ཙམ་བྱས་པ་ཟེར་གྱི་གཉིས་ཀ་མཉམ་དུ་བལྟ་ཆོག་གོ་འདོག་དེ་འདྲ་ཡིན་དུས་ན་བས། གཞི་རྟགས་དང་ཨ་ནི་དཔེ་བསྡུར་བྱ་དགོས་ན་ཧ་ལས་པའི་ཡག་པོ་ཡོད་རེད་དེ་འདྲ་མི་དགོས་ལ་བས་ན་འདི་རྟག་ཏུ་ལེན་བྱ་བ་ཡིན་ན་ཡི་གེ་རྐྱང་པ་དེ་བསྡད་ཀྱི་ཡོད་རེད། འོ་དེ་རེད་ད་དེ་འདྲ་བྱས་ནས་ད་དཔེ་ཆ་རིགས་ཚང་མ་ལ་འདི་ནས་ལྟ་སྟངས་དེ་འདྲ་གཅིག་པ་རེད། དེ་ནས་ད་ང་ཚོ་གི་དཔེ་ཆ་ལྟ་སྟངས་དེ་ཤེས་སོང་ང། འོ་དེ་འདྲ་ཡིན་དུས་ན་ད་ང་ཚོ་གི་ཡི་གེ་རྐྱང་པ་དེ་ཕབ་ལེན་བྱེད་དགོས་ཀྱི་ཡོད་པ་ཡིན་ན་འདི་ན་འགྲོ་ཆོག་གི་ཡོད་རེད།

བེད་སྤྱོད་གཏོང་ཆོག་གི་ཡོད་རེད། ཨ་ནི་ད་ཡི་གེ་བཅོ་ལྔ་དེ་ཕར་ལེན་བྱེད་སྟངས་ཀྱི་ངོ་སྤྲོད་དེ་དེ་ཙམ་གྱིས་ཆོག་པ་ཅིག་ཡིན་ཐུགས་རྗེ་ཆེ།